ང་ཚོའི་རླུང་འཕྲིན་དང་བརྙན་འཕྲིན་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་ཡང་འཚམས་འདྲི་ཞུ་བ་དང་སྦྲགས་ཏེ་ང་ལས་རིམ་གཙོ་སྐྱོང་ཞུ་མཁན་དགའ་གདོང་བང་སྒྲ་ཡིན། ཟླ་བ་འདིའི་ཕྱི་ཚེས་བཅུ་དྲུག་ནས་དབུ་འཛུགས་ཀྱིས་བཙན་བྱོལ་བོད་མིའི་ལྟེ་གནས་བཞུགས་སྒར་རྡ་རམ་ས་ལ་ལ་ཡང་སྐབས་བཅོ་ལྔ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དགུ་པ་དངུལ་རྩིས་སམ་རྩིས་ལོ་ཉིས་སྟོང་བཅོ་ལྔ་དང་བཅུ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་དང་བཅས་པའི་དངུལ་རྩིས་གྲོས་ཚོགས། ད་དེ་ཡག་ཚོགས་བཞིན་པོ་རེད། དེ་རིང་གི་ང་ཚོའི་ལས་རིམ་ནང་ལ་ཡ་འདས་པའི་བདུན་ཕྲག་གཅིག་ནང་གི་གྲོས་ཚོགས་ཚོགས་དུས་དགུ་པའི་གལ་གནད་ཁག་ཅིག་སྐོར་ཡ་ཕྱོགས་སྒྲིག་ཞུ་གི་ཡིན།
དེ་ཡང་བདུན་ཕྲག་འདིའི་ར་བཟི་ཟླ་བའི་ཉིན་སྐབས་བཅོ་ལྔ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དགུ་པ་དེ་དབུ་འཛུགས་གནང་ཡོད་པ་དང་གྲོས་ཚོགས་ཚོགས་དུས་དགུ་པའི་དབུ་འབྱེད་གསུང་བཤད་ཐོག་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་གིས། ད་རིང་ང་ཚོའི་གྲོས་ཚོགས་འདི་ད་གཙོ་བོསྔོན་རྩིས་ཀྱི་གྲོས་ཚོགས་ཆགས་བསྡད་ཀྱི་ཡོད་རེད་དུས་ཚོད་མང་ང་ཅིག་ང་ཚོ་སྔོན་རྩིས་གང་ལ་ཡང་བཏང་དགོས་ཡ་ཡོང་གི་རེད། ཡིན་ན་ཡང་སྟབས་མ་ལེགས་པ་ཅིག་ལ་ག་ད་ཉིས་སྟོང་བརྒྱད་ནས་བྱས་ནས་ད་ད་ལྟ་བར་དུ་ང་ཚོ་གྲོས་ཚོགས་ག་དུས་འགོ་བཙུགས་པ་ཡིན་ནའི་མྱ་ངན་གུས་འདུད་རྗེས་དྲན་གྱི་གྲོས་འཆར་ཐོག་ནས་འགོ་བཙུགས་དགོས་ཡ་གནས་སྟངས་ཅིག་ད་ལྟ་ཡིན་ནའི་མུ་མཐུད་ནི་གནས་བསྡད་ཡོད་རེད། ཉིས་སྟོང་བཅུ་བཞི་ཕྱི་ཟླ་དགུ་པའི་གྲོས་ཚོགས་ནས་ཕྱི་ནས་ད་ལྟ་བར་དུ་ལྷོད་ལྷག་ལུས་མེད་སའི་དཀའ་ངལ་སྔར་ལྷག་ལྷུག་ཕྱིན་བྱུང་བསྡད་ཡོད་རེད། དེ་ཡིན་ཚང་མ་དེའི་མྱ་ངན་གུས་འདུད་རྗེས་དོན་གྲོས་འཆར་ད་རིང་གྲོས་ཚོགས་ནང་སླེབས་ཀྱི་ཡོད་རེད། དེ་དང་མཉམ་དུ། རྩ་བའི་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་ཟླ་གསུམ་པའི་གྲོས་ཚོགས་འདི་ནི་སྔོན་རྩིས་སྤྲོད་ཚོགས་ཞིག་ཆགས་ཀྱི་ཡོད་པ་དང་ཚོགས་དུས་འདིའི་ནང་ལ་ཡང་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་དང་བཅས་པའི་བརྒྱུད་སྐྲུན་དང་དམིགས་བཀར། དམིགས་བསལ་དང་བཟོ་བཀོད་དེ་བཞིན་བ་སྐད་བཅས་ལོ་འཁོར་མོ་གཅིག་གི་འགྲོ་གྲོན་ཁག་འཛིན་སྐྱོང་བཀའ་ཤག་ནས་གྲོས་ཚོགས་ཐོག་ལ་ཕྱག་ཕུལ་ཞུ་གི་ཡོད་པ་ལྟར། བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་བཀའ་བློན་ཚེ་རིང་དོན་གྲུབ་མཆོག་ནས། བོད་མིའི་སྒྲིག་འཛུགས་ཀྱི་རྩིས་ལོ་ཉིས་སྟོང་བཅོ་ལྔ་དང་བཅུ་དྲུག་ལོའི་ལས་ཁུངས་མ་ལག་དང་བཅས་པའི་ཕྱོགས་བསྡོམས་ཚོད་དཔག་འགྲོ་གྲོན་སྔོན་རྩིས་ཕྱག་ཕུལ་དང། རྩིས་ལོ་འདིའི་ཕྱོགས་བསྡོམས་ཚོད་དཔག་འགྲོ་གྲོན་སྔ་ལོའི་སྔོན་རྩིས་གཏན་འབེབས་ལས་འགོར་ས་ཡ་བརྒྱ་དང་བཅུ་དྲུག་དང་བདུན་འབུམ་ཉིས་ཁྲི་མང་བྱེད་ཀྱི་ཡོད་པའི་ཕར་བབས་བརྒྱ་ཆ་དྲུག་དང་གྲངས་ཆུང་བཅུ་བདུན་བྱེད་ཀྱི་ཡོད། ཕོགས་བབས་འགྲོ་གྲོན་དང་ལས་འཆར་འགྲོ་གྲོན་གཉིས་སྔ་ལོ་ལས་འདི་ལོ་སྒོར་ས་ཡ་བཅོ་ལྔ་དང་ཆིག་འབུམ་དྲུག་ཁྲི། སྒོར་ས་ཡ་ཉིས་བརྒྱ་བཅུ་གཉིས་དང་ཆིག་འབུམ་བཞི་ཁྲི་སོ་སོར་མང་བ་བྱེད་ཀྱི་ཡོད་ཀྱང་རྒྱུན་གྲོན་དང་བབས་གྲོན་གཞན་སྔ་ལོའི་སྔོན་རྩིས་ལས་སྒོར་ས་ཡ་བརྒྱ་དང་བཅུ་མེད་དགུ་དང་དགུ་བོ་ལྔ་ཁྲི་ཉུང་བ་བྱེད་ཀྱི་ཡོད། རྒྱུན་གྲོན་ཐད་སྔ་ལོའི་ངོ་སོང་དང། རྒྱུན་གྲོན་ཐད་འདས་ལོ་ལྔའི་ངོ་སྲུང་དང་སྔ་ལོའི་འགྲོ་གྲོན་བཀའ་འཁྲོལ་དེ་བཞིན་འགྲོ་བཞིན་པའི་རྩིས་ལོའི་ངོ་སྲུང་བཅས་ལ་གཞི་བཅོལ་གྱིས་རྒྱབ་གཉེར་ཞུས་ཡོད། དམིགས་བསལ་དང་ཟུར་བཀོལ་ཁོངས་ལས་འཆར་ཐད་དགོས་ངེས་ལྟར་རྒྱབ་གཉེར་ཞུས་ཡོད། གྷ།
འདི་ལོའི་བོད་མིའི་སྒྲིག་འཛུགས་ཀྱི་རྩིས་ལོ་ཉིས་སྟོང་བཅོ་ལྔ་དང་བཅུ་དྲུག་ལོའི་ལས་ཁུངས་མ་ལག་དང་བཅས་པའི་ཕྱོགས་མཐོང་ཚོད་དཔག་འགྲོ་གྲོན་འཆར་འབུལ་ཞུས་ཡོད་པ་དེ་ཧིན་སྒོར་ས་ཡ་ཉིས་སྟོང་བརྒྱད་ལྷག་ཙམ་ཡིན་འདུག་པ་དང་དེ་ནི་སྔ་ལོའི་སྔོན་རྩིས་བཀའ་འཁྲོལ་གཏན་འབེབས་གནང་བ་ལས་ཧིན་སྒོར་ས་ཡ་བརྒྱ་དང་དྲུག་ཅུ་རེ་དྲུག་དང་བདུན་སྤུན་ཉིས་ཁྲི་མང་བ་ཆགས་ཀྱི་འདུག་པ་མ་ཟད་བརྒྱ་ཆ་ལ་གཞིགས་པ་ཡིན་ན་བརྒྱ་ཆ་དྲུག་ཚགས་བཅུ་བདུན་བབ་བབ་བྱུང་འདུག་ལྷག་པར་དུ་སྐབས་དེའི་དཔལ་འབྱོར་བཀའ་བློན་མཆོག་གིས་རྩིས་ལོ་དེའི་ནང་རྒྱབ་གཉེར་ཞུས་པའི་དངུལ་འབོར་ཆེ་ཤོས་ཤེས་ཡོན་གྱི་ལས་བྱ་ཐོར་སྒོར་ས་ཡ་བདུན་བརྒྱ་དྲུག་ཅུ་ལྷག་དང་ཆབ་སྲིད་དང་འགྲོ་བ་མིའི་ཐོབ་ཐང་སླད་སྒོར་ས་ཡ་བཞི་བརྒྱ་ལྔ། འཕྲོད་བསྟེན་ཆེད་སྒོར་ས་ཡ་བརྒྱ་དང་བཞི་བཅུ་ཞེ་དགུ་ལྷག་ཙམ་དང་དེ་བཞིན་རྒྱལ་བའི་སྐུ་བཅར་དང་བོད་བསྟན་སྲིད་ཆེད་ཞབས་རིམ་དང་མཆོད་འབུལ་གྱི་མཛོད་པའི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་གཅེས་སྲུང་བྱ་རྒྱུའི་ཐད་སྒོར་ས་ཡ་སུམ་ཅུ་སོ་གསུམ་ལྷག་དང། རྒྱ་གར་དུ་སློབ་གཉེར་དང་གཉེན་འབྲེལ་གནས་སྐོར་བཅས་ཀྱི་ཆེད་ལོ་ལྟར་གཞིས་བཞུགས་སྤུན་ཟླ་འབྱོར་བཞིན་པ་ཚོར་སྣེ་ལེན་དང་ཐོན་སྐྱེད་འབྱོར་རྗེས་སྒོར་ས་ཡ་ཉིས་རྩ་བརྒྱད་ལྷག་ཙམ་ཆེད་གཏོང་འཆར་ཡོད་པ་རེད་འདུག། སྤྱི་བཏང།
ད་ཆ་ཆེན་གཅིག་པ་རེད་བ་ཞིག་རེད། ད་ཡིན་པས་ནི་ད་ལོ་དཔལ་འབྱོར་ལས་ཁུངས་ནས་དངུལ་ཆུ་བཏང་ཡོང་པའི་སྐབས་ལ་ཡ། ཨ་ནི། སྙེ་མ་ས་གནས་སོ་སོ་སོ་སོ་ནས། ཨ་ནི་རང་ཁོངས་ནས། ཅིག། འགྲོ་སོང་བཏང་སྟེ་ཡ་གི། དེ་འདྲའི་རིགས་ཁ་ཤས་ཅིག། ཨ་ནི་ཡང། དབུས་ནས་འགྲོ་སོང་བཏང་བས་དཔེར་ན་རེ་བ་ཆ་བྱས་པ་ན་ས་གནས་ཀྱི་ཨ་ནི་འཕྲོད་བསྟེན་གྱི་སྨན་ཁང་སུ་འདྲ་བ་ཁག་ཅིག་འཕྲོད་བསྟེན་རང་ནས་བཏང་དགོས་ཡ། བཏང་ན་ཤིང་གི། ཨེ་ནི་ཡང་ཅིག་ཀར་སོགས་རེ་ས་ནས་འཐུས་མི་ཚོགས་འདུ་དང་དེ་འབྲེལ་གྱི་འགྲོ་སོང་རིགས་གཅིག་ཡང་དབུས་གནས་སྟངས་ཡག་དེ་འབྲེལ་གྱི་གནས་སྟངས་རོགས་ཁ་ཤས་ཅིག་འདུག་ཨེ་ནི་དེ་ནས་སྔན་མ་དངུལ་རྩིས་བཀའ་འཁྲོལ་དང་ཨེ་ནི་ད་ལོ་བཀའ་ཤག་གི་འཆམ་འབུལ་ཞུ་ཡག་དེའི་བར་རུ་ལ་ཡང་བརྒྱ་ཆ་དྲུག་དང་གྲངས་ཆུང་བཅུ་བདུན་བཙལ་ཅིག་ད་ལོ་ཨེ་ནི་མ་ལྔ་ཨེ་ནི་གྲོས་ཚོགས་ལ་ཡང་འཆམ་འབུལ་ཕུལ་ཡག་ཨོ་དེ་འབྲེལ་གྱི་གནས་སྟངས་ར་བ་གཅིག་ཆགས་བསྡད་ཀྱི་འདུག་དེ་ནས་ལས་གཞི་དང། དུས་ཚོད་རིགས་དེ་ག་དེ་ཁག་གཅིག་སྙེ་མ་ལས་གཞི་ན་ཡོད་བསྡད་པ། ད་ལྟ་ཡང་འགྲོ་མུས་དུས་ཚོད་བསྡད་བསྡད་ངེས་རེད་དང་ཁག་གཅིག་ཡིན་ཡང་གསར་བ་སྙེ་མ་ལས་གཞི་ན་མེད་བསྡད་ངེས་ད་ལོ་ལས་གཞི་དངུལ་འཛིན་ནང་ལ་གསར་བ་བཏང་བཞག་པ་དེ་འདྲས་ཡོང་བསྡད་ཀྱི་འདུག་དེ་མིན་གྱི། ཤིང་ཕལ་ཆེ་བ་གཅིག་གཅིག་པ་རེ་བྱས་རེད་ལྷག་པར་དུ་ད་ད་ལོ་ཡང་སྙེ་མ་ཡིན་ན་ཆང་ཁུལ་ལས་ཁུངས་དེ་ག་ག་རེད་བ། ལྟ་དེ། སྙེ་མ་ནི་ཤིང་སྨན་པ་བཅས་དཔལ་འབྱོར་ལ་བག་ལྟ་འདྲི་བཏང་ཡ་དང། དེ་ནས་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་དང་སྙེ་མ་བཀའ་ཤག་གི་དངུལ་འཛིན་ནང་ལ་ཡང་བཏང་སྟེ་ཡ་དེ་ལྟར་ལས་ཁུངས་དེ་ཡང་ཟུར་དུ་བཙུགས་གནང་བ་སོང་ཙང་ཨ་དེའི་དངུལ་འཛིན་དེ་ཡང་ད་ལོ་གསར་བ་བཏང་ཡོང་ཡ། ཨོ་དེ་འདྲའི་ཁྱད་པར་རབ་ཅིག་འདུག་གཞན་མ་གཏོགས་གཅིག་པ་རེད་ཆི་རེད་གྲོས་ཚོགས་ནང་བགྲོ་གླེང་འགྲོ་སྟངས་དེ་ནི་སྙེ་མ་ནི་ཤིང་བགྲོ་གླེང་ལྷུག་པོ་ཡོང་བསྡད་ཀྱི་འདུག་ཅོག་ཆ་ད་ལྟ་ད་ལྟ་བར་དུ། ཚོད་དཔག་ཚོགས་ཆུང་གི་ཅོག་ཆ་དེ་གའི་ཆ་ཚང་རེད་ཅེས་ཕྱིན་པའི་སུ་འདྲ་བ་ཅིག་རེད་ལགས། ད་ལོ་ཆ་ཤར་བ་ན་ད་གཅིག་ཀྲང་ཡང་ཏུ་བོད་གཞུང་གི་དངུལ་འཛིན་ནང་ལོགས་ལ་རྒྱུན་གྲོན་དམིགས་བསལ་དམིགས་བཀར་གསུམ་ཡོད་རེད་རྒྱུན་གྲོན་འདྲ་བོ་ཆ་ཤར་མ་ད་ལོ་རྒྱུན་གྲོན་ས་ཡ་དགུ་ལྷག་སུ་མ་ཆགས་ཤག་རྒྱུན་གྲོན་ཆགས་ཡས་དེ་དཔེ་ཡག་པོ་བྱུང་རེད་བསམ་གི་འདུག་ཅེ་ད་ནི་ད་རྒྱུན་གྲོན་ཆགས་བ་ན་ཞིང་གི་འགྲོ་ཐུབ་མ་ཐུབ་དེ། ཁ་བསྐོར་བ་དེ་ཚོད་དཔག་རིག་གནས་རྒྱུ་འབྲས་བཅའ་བ་ལ་བརྟེན་ནས་གཞུང་གི་འགྲོ་སོང་འདི་ནི་ཉུང་ངུ་བཏང་ཡས་འབོད་བརྩོན་གནང་བར་དེ་ཡག་པོ་རེད་བསམ་སོང་དེ་ག་ནང་བཞིན་དམིགས་བསལ་ལྟ་བུ་ཆགས་ཤག་པ་ནི་ས་ཡ་ཧ་ལམ་གཅིག་ལྷག་སུ་ཡང་མ་ཆགས་ཤག་དེ་ཡག་པོ་རེད་བསམ་གྱི་འདུག་ཧ་ཚང་དམིགས་བསལ་འདི་རོགས་རམ་ལས་འཆར་ཡིན་པ་གང་ཞིག་ལ་གཞུང་གི་བང་བརྩོན་གཏང་དགོས་དེ་ལྟར་གཞུང་གི་བང་བརྩོན་གཏང་མ་དགོས་པ་དེ་གང་ཉུང་ཉུང་བྱས་ཏེ་གལ་ཆེན་པོ་རུ་བ་ནི། མི་དགའ་སྤྲོ་བ་ཆགས་ཤིང་ན་ག་ཚོད་ཕ་ནའི་ཁོ་ཁྱད་པར་གས་ཡ་མ་ཧ་ཚ་རོགས་རོམ་ར་ཨེ་ཆེར་བ་ཆ་སྤྱི་ཡོངས་ཀྱི་ད་དུང་དངུལ་རྩི་ཆ་ཤ་པོ་ན་ས་ཡ་ཉིས་སྟོང་གྱ་མོད་བཅུ་མེད་བརྒྱད་ཆ་ཨེ་ས་ཡ་ཉིས་བརྒྱ་ལྷག་སེ་བའི་ཧ་ཚ་ཕ་སྐྱོ་ཆ་དུས་ཙམ་པ་ལ་དངུལ་རྩི་འདི་ཡག་ཐོག་ཅིག་འགྲོ་ཐོངས་སོང་ཞོན་ན། ད་ད་རེས་དུ་ཆ་ཤ་པོ་ན་ད་དངུལ་རྩི་འདི་དངུལ་རྩི་འདི་ཚོད་དཔག་རེད་ཚོད་དཔག་ཙམ་པ་ལ་འདི་ན་ལ་ཡ་ཨ་ད་དཔེ་ཆ་ཤ་ན་ད་འཕྲོད་བསྟེན། ཤེས་རིག་སྒར་ལ་ཡང་དངུལ་དེ་སྔ་དང་མ་འདྲ་སྟེ་ཐབས་ཤེས་མ་ང་བྱས་པ་གིས་ཚོད་དཔག་ཐོངས་བསྡད་ཀྱི་འདུག་དེ་ག་ནང་བཞིན་གྱི་ད་ཚོད་དཔག་གིས་སོང་ཚོད་དཔག་གིས་བྱུང་ཡོད་འདུག་ད་རེས་སྔོན་ཚུད་ཉིས་སྟོང་བརྒྱད་མེད་བཅོ་མེད་བརྒྱད་ལྷག་ས་གྲོ་ཡ་འདི་ས་ཡ་གྲོ་ཡ་འདི་ཚོད་དཔག་རང་གིས་སོང་རེད་དེ་ནང་བཞིན་ཚོད་དཔག་བྱུང་རུང་བ་དེ་ནང་བཞིན་ད་ཚོད་དཔག་སོང་འདི་ཏག་ཏག་བཏང་ཐུབ་ཡ་ལ་བཀའ་ཤག་ངོས་ནས་ཐབས་ཤེས་གནང་དགོས་ཡ་ཆེ་འདི་གས་དེ་བཏང་ཐུབ་ཡ་གལ་ཆེན་པོ་ཞུ་རེད་ད་འདི་ལས་གལ་ཆེ་བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་ཡོད་དོ་ཅོག་རྒྱལ་པོས་འབྲུག་སོགས་ཕྱི་རྒྱལ་ཡུལ་དངོས་ཚང་མ་གི་ལག་སྟེ་ལྗང་གུ་བརྒྱུད་ནས་རྒྱ་རྗེས་ཀྱི་ཐུ་ནས་རྒྱ་ཇ་ཕུའེ་ནས་དྲག་དེ་ག་ནང་བཞིན་གྱི་འདི་མ་ཡིན་པའི་ལྕགས་དངུལ་ཕུའེ་ནས་དྲག་གཟི་བྱས་ཐུ་ཕུའེ་ནས་དྲག་དེ་མ་ཡིན་པའི་གི་པའི་ཤ་ཚ་ན་ཡང་གཙང་རྒྱལ་རྒྱ་ཇ་ཕུའེ་ངེས་ཅན་ཕུའེ་འདི་མང་པོ་བྱོས་དེ་གའི་དེའི་པའི་ཕྱི་ནང་ས་ཡ་གཅིག་སྟོང་ལྷག་སུ་ས་ཡ་བརྒྱ་དང་བྱ་ཚིག་ཚོད་དཔག་གནང་དགོས་བར་ད་འདི་ཚོད་དཔག་འདི་ཡོང་གི་རེད་བ་གི་གོ་འདི་མོ་གོ་འདི་མ་ཡིན་པའི་གི་དེ་ག་ནང་བཞིན་འདི་ལ་ཕན་པ་བྱེད་བྱེད། ང་ཚོས་ཚང་མས་ཀྱིས་དཔྱ་དངུལ་འདི་གའི་དུས་ཚོད་ཕུལ་ཐུབ་ཡོད་དེ་གལ་ཆེན་པོ་རེད་འདི་ཕུལ་བས་ན་སོ་སོའི་གི་བོད་མིའི་སྒྲིག་འཛུགས་ལ་མི་མང་ངོས་ནས་ཐད་ཀར་འབྲེལ་བ་ལྟ་ཡག་ཆགས་ཡོད་དུས་དང་འདི་ཐོག་ལ་ཡང་དཔྱ་དངུལ་ཕུལ་ཡོད་ཀང་ཚང་མས་དོ་སྣང་གནང་དགོས་ཡོད་དེ་གལ་ཆེན་པོ་རེད་བསམ་གི་ཡོད། གཞི་རྩའི་ད་རེས་ཀྱི་གྲོས་ཚོགས་དེ་བཞིན་སྔོན་རྩིས་གྲོས་ཚོགས་ཆགས་ཀྱི་ཡོད་ཀྱང་སྤྱི་ལོ་ཉིས་སྟོང་བརྒྱད་ལོ་ནས་བོད་ནང་གི་བོད་མི་ཞི་རྒོལ་དང་ཉིས་སྟོང་དགུ་ལོ་ནས་ད་བར་བོད་ནང་དུ་གཞིས་བཞུགས་བོད་མི་བརྒྱ་དང་སུམ་ཅུ་སོ་དྲུག་གི་རང་ལུས་མེར་སྲེག་སོགས་བོད་ནང་རྫ་དྲག་གི་གནས་སྟངས་དེ་མུར་ལྷག་ཡོད་སྟབས་གྲོས་ཚོགས་ཀྱི་ཚོགས་དུས་ལས་ཉིན་དང་པོའི་ཐོག་ལ་ཡང་ཚོགས་གཙོ་སྦྲེལ་པོ་དབུ་བཞུགས་ཐོག་ཕྱི་མིག་གིས་ད་བར་བོད་བསྟན་སྲིད་མི་རིགས་ཀྱི་སླད་དུ་ལུས་སྲོག་ལོངས་སྤྱོད་བློས་གཏོང་གནང་མཁན་རྒྱལ་གཅེས་པ་ཡོངས་ལ་ཡང་གཞུང་འབྲེལ་མྱ་ངན་གུས་འདུད་ཀྱི་གྲོས་ཆོད་གཏན་འབེབས་གནང་ཡོད་པ་མ་ཟད། ལྷག་པར་དུ་སྐབས་དེའི་བོད་མི་རང་ལུས་མེར་སྲེག་གནང་མཁན་གྱི་དབུས་པའི་དེ་དག་ཤུལ་ལུས་ནང་མི་དང་ད་ལྟ་རྒྱ་ནག་གི་དམ་དྲག་བཀག་སྐྱིལ་འོག་སྡུག་སྦྱོང་མནར་གཅོད་མྱོང་བཞིན་པའི་རྒྱལ་གཅེས་པ་དེ་དག་གི་རླབས་ཆེན་མཛད་རྗེས་ལ་དྲན་གསོ་དང་སྦྲགས་ཏེ། དོན་ཚན་བཞི་ཅན་གྱི་གཞུང་འབྲེལ་གདུང་སྲེག་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་ཞིག་ཀྱང་ཕྱི་མིག་གིས་གཏན་འབེབས་གནང་ཡོད་པ་རེད། གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གཅིག་བསྒྱུར་བརྒྱུད་དུས་ཀྱི་དགོས་མཁོ་གལ་ཆེན་མཐོང། གྲོས་ཆོད་གཅིག། བོད་བསྟན་སྲིད་མི་རིགས་ཀྱི་ཆེད་དུ་རང་ལུས་མེ་སྲེག་གནང་མཁན་རྒྱ་ཆེའི་དཔའ་བོ་དཔའ་མོ་རྣམས་དང་དེ་བཞིན་བོད་བསྟན་སྲིད་མི་རིགས་ཀྱི་འཐབ་རྩོད་ཆེད་རྒྱ་གཞུང་གི་བཙོན་འུར་དུ་དཀའ་སྡུག་མཉམ་དང་མྱོང་བཞིན་པའི་རྒྱལ་གཅེས་དཔའ་བོ་དཔའ་མོ་ཚོའི་སྙིང་སྟོབས་ལ་ཇི་སྲིད་ཡི་རང་དང་སྦྲགས། ཁོང་རྣམ་པའི་ཤུལ་ལུས་ནང་མི་ཉེ་འབྲེལ་སུ་ལ་གདུང་སེམས་མཉམ་སྐྱེད་དང་འབྲེལ་ཐུགས་གསོའི་འཚམས་འདྲི་དང། འདས་གྲོངས་སུ་གྱུར་པ་རྣམས་ཕ་མཆོག་ཕྱག་ན་པད་མོའི་རྗེས་སུ་བཟུང་ནས་སླར་ཡང་བོད་ཁ་བ་གངས་ཅན་གྱི་ཞིང་དུ་རང་དབང་བདེ་སྐྱིད་ཀྱི་ཉི་མ་སྨྱུང་བ་ཉིད་དུ་ཤར་ནས་དེར་སྐྱེ་བ་རྒྱ་ཡི་དམ་བསྒྲགས་བཀའ་སྐྱེལ་འོག་སྡུག་སྦྱོང་མནར་གཅོད་མྱོང་བཞིན་པ་རྣམས་མགྱོགས་མྱུར་གློད་གྲོལ་ཡོང་བའི་སྨོན་འདུན་རྒྱ་ཆེ་ཞུ་རྒྱུ། གཞུང་འདིས་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་དེའི་ཐོག་ཐེངས་འདིའི་གྲོས་ཚོགས་ར་བའི་ནང་ལ་འཐུས་མི་རྣམས་ནས། གྲོས་ཚོགས་ཀྱི་ལས་ཉིན་དང་པོ་ནས་ལས་ཉིན་གསུམ་པ་བར་གྱི་ལས་རིམ་ཁག་སོ་སོའི་ཐོག་སེམས་ཚོར་ཆེན་པོ་དང་བཅས་གདུང་སེམས་མཉམ་སྐྱེད་ཀྱི་བགྲོས་གླེང་དང་དཀའ་སྡུག་ལྷུག་པོ་གནང་སྟེ། དུས་ད་ལྟའང་རང་ལུས་མེ་བསྲེགས་དང་བོད་ནང་གི་རྫ་དྲག་གནས་སྟངས་དེ་དེ་མུར་ལྷག་ཡོད་པ་དེ་དག་གི་རྐྱེན་ངོ་མ་དེ་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་དམ་དྲག་ཅན་གྱི་སྲིད་བྱུས་ལ་ཐུག་ཡོད་པ་སོགས་ཐེར་འདོན་དང་སྦྲགས་བོད་མི་བློས་གཏོང་བ་དེ་དག་འཕགས་མཆོག་ཕྱག་ན་པད་མོའི་རྗེས་སུ་བཟུང་ནས་སླར་ཡང་བོད་ཁ་བ་གངས་ཅན་གྱི་ཞིང་དུ་མྱུར་དུ་སྐུ་སྐྱེ་ཡོང་བའི་སྨོན་འདུན་གྱི་རྗེས་དྲན་ཞུས་གནང་ཡོད་པ་རེད། མི་བརྒྱ་དང་སུམ་ཅུ་སོ་དྲུག་ཅིག་དང་རང་ལས་མེ་བསགས་བཏང་བ་རེད། དེ་ལ་རྒྱ་ནག་གཞུང་གིས་ངོས་འཛིན་བྱེད་སྟངས་དང། ཁ་བསྒྱུར་བྱེད་སྟངས་དང། ཡང་ན། ཚད་བཀག་བཟོ་སྟངས་ཀྱི་རྣམ་པ་ཡང་མང་པོ་ཅིག་ཐོན་པ་རེད། འདི་དག་ཐམས་ཅད་ལ་བལྟས་ཡོང་ན་ད་རང་བོད་ནང་གི་མཛའ་གྲགས་དེ་ད་ལྟ་མུ་མཐའ་ནས་བརྡལ་འདུག་སའི་རྒྱུ་མཚན་དེ་འདྲ་ཆགས་ཡོད། མ་ཟད་གཞུང་འབྲེལ་གྲོས་ཆོད་གྲོས་འཆར་དེའི་ཐོག་སྐབས་དེའི་སྲིད་སྐྱོང་བློ་བཟང་སེང་གེ་མཆོག་ནས་རྒྱབ་སྐྱོར་དང་སྦྲགས་བཀའ་ཤག་གི་ངོས་ནས་བོད་མི་རང་ལུས་མེ་བསྲེགས་གནང་མཁན་ཚོའི་མངོན་འདོད་སྒྲུབ་སླད་དུ་གང་ཐུབ་ཅི་ཐུབ་གནང་མུས་ཡིན་པ་མ་ཟད། ཉེ་ཆར་རྒྱལ་གཅེས་པ་ནོར་ཕྱུགས་ལགས་ཀྱིས་བོད་ལུགས་ལོ་སར་ཚེས་བཅོ་ལྔའི་ཉིན་དེར་སྐུ་ལུས་མེ་བསྲེགས་གནང་ཡོད་པ་དེས་བོད་ནང་གི་གནས་སྟངས་དེ་མུ་མཐུད་རྫ་དྲ་བོར་ལྷག་ཡོད་པ་ཇི་སྲིད་ཆགས་ཡོད་པ་གསུངས་གནང་ཡོད་པ་རེད། ད་ནི་ཕྱིའི་རང་ལུས་མེ་བསྲེགས་ཟླ་སྙིང་ལོ་ཡིན་པ་ཡིན་ན། བཅུ་གཅིག་བྱུང་བ་རེད། དེ་ཆེས་བསྡོམས་པའི་རྒྱ་དུས་སུམ་སོ་དྲུག་ཡིན་འདོད་སྐབས་ལ། ངེད་ཅག་པེ་རིས་ལ་ཡོད་པའི་སྐབས་ལས་ནི་ངའི་གཞོན་ཡུལ་གྷ་བྷ་ཡི་ནས་བཅའ་བའི་ཁུག་རྟ་དེ་ང་ཚོའི་གྲངས་ཀ་ལ་མ་བསྐྱུར་ཡག་གི་འབད་བརྩོན་བྱས་བ་རེད། ཁོ་རང་ཚོ་གི་མངོན་འདོད་དེ། ཁོང་ཚོ་ཞིག་བོད་དེ་འདྲས་ཞུ་ཡག་དང། བོད་མི་ལ་རང་དབང་དགོས་ཟེར་ཡག་དེ་དུས་ནམ་ཡང་བྱེད་ཡག་མེད་པའི་ཐོག་ནས་དེ་བསྒྲུབ་ཡག་ལ་ང་ཚོས་ག་འདུག་ཅི་འདུག་གནང་བ་རེད་བྱས་བྱས་ཞུ་བསྡད་གི་ཡོད་ལ། སྲིད་སྐྱོང་མགོ་ཁྲིད་པའི་བཀའ་ཤག་ཐོག་ནས་ཡིན་པ་ཡིན་ན་ཡང། འབོད་བརྩོན། གནང་དང་གནང་མུས་ཡིན་ཞེས་ཞུ་བ་ཡིན། དག་ནང་བཞིན་རང་ལུས། བེད་སྤྱོད་གཏང་དགོས་དོན་བོད་ནང་གི་གནས་སྟངས་འདི་ད་ལྟའི་ཆ་ལ་བོད་བཙན་བཟུང་འོག་ལ་ཡོད་པ། དག་ནང་བཞིན་བོད་ནང་ཆབ་སྲིད་ཀྱི་ཐོག་ནས་རང་དབང་མེད་པ། ཁོར་ཡུག་གཏོར་བཤིག། རིག་གཞུང་རྩ་མེད། དཔལ་འབྱོར་དབྱེ་འབྱེད། འདི་གལ་ཏེ་བྱས་ན་རང་ལུས་མེར་སྲེག་བཏང་གི་ཡོད་པ་འདི་ཚང་མས་མཁྱེན་དགོས་བ་རེད་འདི་རྒྱལ་སྤྱི་སྡིངས་ཆ་ཐོག་ནས་ཡིན་པ་ཡིན་ན་ཡང་གང་ཐུབ་ཅི་ཐུབ་ཞུས་བསྡད་ཀྱི་ཡོད།
སྐབས་འདིར་གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་དེ་ལས་འཕྲོས་ནས་ད་ལན་གྲོས་ཚོགས་དེའི་ནང་ལ་ཡིན་ཉེ་ཆར་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་གསུམ་བཅུའི་དུས་དྲན་སྐབས། བོད་རྩིས་མི་མཐུན་བའི་རྐྱེན་གྱིས་བོད་རིགས་ལས་འགུལ་བ་ནང་ཁུལ་བར་ལ་འགལ་ཟླ་བྱུང་བའི་གནད་དོན་སྐོར་ལ་ཡང་གླེང་སློང་ཤུགས་ཆེ་བྱུང་ཡོད་པ་དང། ལྷག་པར་དུ་སྤྱི་འཐུས་ཁག་ཅིག་ནས་གནད་དོན་དེའི་རིགས་འཛིན་སྐྱོང་བཀའ་ཤག་ནས་གཟིགས་ཞིབ་དང་ཐུགས་འགན་བཞེས་དགོས་གལ་ཡིན་པ་གཞེན་སྐུལ་དང། དེ་བཞིན་ཁག་ཅིག་གིས་བཀའ་ཤག་གི་ཕྱི་གསལ་ལྟ་གྲུབ་གསུམ་གྱི་ཐོག་ལས་སྤྱི་འཐུས་ཀྱི་གནས་བབ་ཇི་ཆགས་སྐོར་ལ་ཡང་གླེང་མཁན་ཡང་བྱུང་ཡོད་པ་རེད། དེ་ཚོ་ནང་ལ་རྒྱ་མི་ལ་ཕར་རྒྱག་དགོས་ཡག་གི་ཚིག་གཅིག་བཤད་མི་འདུག་དེ་རིང་སྔ་དྲོ་འགྲིག་མ་སོང་འཐུས་མ་སོང་འོས་མ་སོང་རྒྱལ་བ་རིན་པོ་ཆེ་བཀའ་ལ་བརྩི་མ་སོང་རྐྱང་རྐྱང་གི་དོན་དག་ང་ཚོ་ནང་ཁུལ་ལ་སུན་གྱི་དུས་དྲན་དེ་ཚོ་སོང་ཨེ་འགྲིག་འགྲིག་ཅིག་ཞུས་འདུག་བསམ་བསམ་གི་ངོ་ཚ་དགོས་ཡག་གནས་སྟངས་རོགས་ཕར་མཐོང་སོང་ཁོ་རང་ཚོ་ཚིག་རྟགས་དེ་ཡོད་ཀྱི་རེད་དེ་ཡིན་དུས་གནས་སྟངས་དུད་འགྲོས་ཀྱི་ཆགས་འགྲོ་གི་འདུག་རྒྱ་མི་ལ་ཕར་ལབ་དགོས་ཡག་ཚིག་གཅིག་ལབ་མ་ཐག་ཅིག་ང་ཚོ་ནང་ཁུལ་ལ་ཚུད་དེ་ནང་བཞིན་དྲ་རྒྱ་བཀྱིགས་ཏེ་སྟོན་མ་འོས་པ་དུད་འགྲོ་ཡོད་རེད་གསུང་ནས་གསུང་ཤག་ཏུ་གསུང་ན་ད་གཞི་དེ་རེད་ད་ཁྱོད་རང་རང་བཙན་རྩོད་མཁན་རེད་ཁྱོད་རང་གཞོན་ནུ་རྩོད་མཁན་རེད་ལ་ཡ་དེ་ཡང་ཚང་མ་བཀྲམ་ཚར་བཞག་གནས་སྟངས་དེ་ཚོ་ལ་བལྟས་པ་ཡིན་ན་ད་གཅིག་སྒྲིལ་དེ་ག་འདྲའི་འདྲ་གྱི་གནས་ཡོད་ན་བཀའ་ཤག་གི་གཅིག་སྒྲིལ། དེ་ཡ་རྗེས་ག་ཚོད་འགྲོ་ཡོད་ན་འཐུས་ཤོར་འགྲོ་ཉེན་ཁ་ཅིག་མཐོང་གི་འདུག། གསལ་ཤོས་ཕྱིར་སྤྱི་ཚོགས་ནང་གི་ཡ། ཆིག་སྒྲིལ་དེ་ཅིག་འཐོར་གི་ཡོད་ཨ་གི་རྣམ་པ་འདྲ་བོ་རིགས་ག་མུས་བྱུང་བ་རེད། དེ་འདྲའི་བྱས་རིགས་ཡོངས་ལ་གདུང་སེམས་མཉམ་སྐྱེད་ཀྱི་འགྲེལ་བཤད་དང་མཉམ་དུ་གསལ་ཤོས་ནང་གི་སྤྱི་ཚོགས་ནང་གི་ཡ་ཆིག་སྒྲིལ་འཐོར་གི་འདུག་ཟེར་ཡ་གི་སྐད་ཆ་དེ་བཤད་ཡོད་ན་ལམ་བུ་གཅིག་མི་འདུག་དེ་འདྲའི་གི་ཐོག་ལ་ང་རང་ཡིན་ན་བློ་ཕམ་བྱུང། ད། བཙན་བྱོལ་སྤྱི་ཚོགས་ནང་གི་ཡ་གནས་ཚུལ་ཉེ་བའི་ཆ་ལ་སུམ་ཅུ་དུས་དྲན་དང་འབྲེལ་བའི་སྐབས་ལ་ཡ་གནས་ཚུལ་ཆུང་ཙག་ཆུང་ཙག་ཅིག་བྱུང་ཡོད་ས་རེད། དེ་མཚོན་བྱེད་ཡ་ཡིན་ན། རྡ་རམ་ས་ལ་ཡ་དེ་འདྲའི་རེ་ཟུང་བྱུང་ཡོད་ས་རེད། ཡིན་ནའི་ཆིག་སྒྲིལ་ཟེར་བའི་སྒང་ལ་ང་ཚོའི་བོད། རྒྱུ་ནག་མི་ནག་གི་ང་ཚོའི་རྩ་ཁྲིམས་ཟེར་ཡ་དེ་བོད་ཕྱི་ནང་ག་བ་ཡིན་ན་ང་ཚོའི་ཆིག་སྒྲིལ་རེད། ཡིན་ནི་ཡང་ངས་ཆིག་སྒྲིལ་ཟེར་ཡ་དེ་ངེས་འཛིན་གྱིས་བཏང་སྟེ་ཆིག་སྒྲིལ་ཟེར་རིགས་གང་ལ་ཡིན་གཅིག་མི་གཉིས་ཐམ་དད་ཡ་གཅིག་ལ་ངེས་འཛིན་བྱེད་ཀྱི་མེད། སོ་སོ་སོ་སོ་གི་ངོ་ནས་སྐབས་དེའི་ཐོག་ལ་ཉམས་རོལ་བྱེད་ཡ་དེ་ཆིག་སྒྲིལ་གཅིག་ལ་ངེས་འཛིན་བྱེད་ཀྱི་ཡོད། དེ་འདྲའི་གི་ཐོག་ནས་ངས་བཙན་ཤེད་ཀྱིས་ཚོགས་ནང་གི་ཆིག་སྒྲིལ་དེ་ད་ལྟ་ཡིན་ན་སྔར་ལས་ནང་བཞིན་སྔོན་མ་ནང་བཞིན་སྐྲག་མ་ཉིན་དཀྲུག་མ་ཉིན་པ་བྱས་ནས་ཡོད་བ་གཅིག་ལ་ངེས་འཛིན་བྱེད་ཀྱི་ཡོད། ཡག་ཡག་གནང་སོང། སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་སྐབས་དེའི་ས་གནས་ཀྱི་གནས་ཚུལ་དེ་དག་ལ་ཡང་ཐུགས་སྣང་དང་ཐུགས་འཚུབ་གནང་ཡོད་པ་དེ་ལྟར་ཡང། སྤྱི་ཡོངས་ནས་ད་ལྟའི་ཆར ྋགོང་ས་མཆོག་གི་སྐུ་དྲིན་ལ་བརྟེན་ནས་བོད་ཕྱི་ནང་གཉིས་ཀྱི་གཅིག་སྒྲིལ་གྱི་ནུས་པ་འདི་ཉེ་བའི་ལོ་རྒྱུས་ནང་ཚད་མཐོ་ཤོས་ཅིག་ཆགས་ཀྱི་ཡོད་ཅེས་གྲོས་ཚོགས་ནང་ལ་ཡང་བཀའ་ལན་གནང་ཡོད་པ་རེད། ད་ནང་བཞིན་ཕྱག་སྒྲོག་བཀའ་བློན་རྣམ་པ་རེད། སྲིད་སྐྱོང་གཙོས་པའི་སྟབས་གཞི་ཆགས་ཁག་རེད། ཕྱི་རྒྱལ་ཁག་ལ་ཡོད་པའི་བོད་མི་ཡོད་ས་བོད་དོན་རྒྱབ་སྐྱོར་ཚོགས་པ་ཡོད་ས། ད་ཕལ་ཆེར་ཡོངས་རྫོགས་ལ་རྩ་ནས་ཁག་འགའ་ཤས་ཤིག་མ་གཏོགས་ལྷམ་ཡོངས་རྫོགས་བཅའ་བའི་སྐབས་ལ་བོད་མི་ནང་ལ་གཅིག་སྒྲིལ་གྱི་རྣམ་པ་འདི་ཤུགས་ཆེན་པོ་ཞེ་དྲག་རེད་ཤག། ཆབ་སྲིད་ལ་དོ་སྣང་འགན་འཁུར་ཤུགས་ཆེན་པོ་ཞེ་དྲག་རེད་ཤག། འདི་ཡོད་འདོད་སྐབས་ལ་ཡང་གཅིག་སྒྲིལ་འདི་ཡག་པོ་ཞེ་དྲག་འདུག་སེ་མཁས་ས། ང་ཚོའི་གོང་ས་མཆོག་དང་འབྲེལ་བའི་ཐོག་ནས་དེ་གྲོས་ཚོགས་འཐུས་མི་མང་པོ་ཞེ་དྲག་གསུངས་པ་རེད་ཀུ་རེ་སྤྱི་འཐུས་རྣམ་པ་ནས་དེ་དུས་གང་ལ་བཀའ་ཤག་ཚབ་བྱས་ཀྱི་ཞུ་རྒྱུ་བྱུང་སོང་ཁོང་ཐུགས་རྗེ་བཀའ་དྲིན་བརྟས་ཆེ་བོད་ཕྱི་ནང་གཉིས་ཀ་ལ་གཅིག་སྒྲིལ་གྱི་གནས་ཚད་བརྩི་བ་ཡིན་པ་ཡིན་ན་ཉེ་བའི་ལོ་རྒྱུས་ནང་ལ་ཚད་མཐོ་ཤོས་རེད་ཞེས་ཆེས་ཐག་གཅོད་བའི་ངོས་ནས་ཞུ་ཐུག་གི་རེད་བསམ་འདུག་ད་ལྟ་ཡིན་ནའི། ཡང་འདས་པའི་བདུན་ཕྲག་དེའི་ནང་གི་གྲོས་ཚོགས་ཀྱི་ལས་རིམ་ཐོག་སྤྱི་འཐུས་རྣམས་ནས་ཚོར་ཤུགས་ཆེན་པོས་བགྲོས་གླེང་གནང་སྟེ་སྤྱི་མོས་ཀྱིས་གཏན་འབེབས་བྱུང་བའི་གཞུང་འབྲུའི་གྲོས་ཆོད་གྲོས་འཆར་གལ་འགངས་ཆེ་བ་ཞིག་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་ཞུས་པའི་གྲོས་ཆོད་གྲོས་འཆར་དེ་ཆགས་ཡོད་པ་རེད། འདིས་སྤྱི་མོས་ཀྱི་གཏན་ལ་ཕབ་པར་དགག་བྱ་མེད་པས་སོང་ཙང། སྤྱི་མོས་ཀྱི་གཏན་ལ་ཕབ་པ་ཡིན་ཚང་མ་ལོགས་སྐུ་བཞེངས་ཀྱི་ཐོག་ནས་དགའ་བསུ་ཞུ་རུ་ལངས་ཞུ། སྤྱི་མོས་ཐོག་ནས་གཏན་འབེབས་བྱུང་བའི་བཀའ་དྲིན་རྗེས་དྲན་གྱི་གཞུང་འབྲེལ་གྲོས་ཆོད་གྲོས་འཆར་དེའི་ནང་ལ་ཡང་དོན་ཚན་བཞི་ཡོད་པ་ལས་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་དགུང་གྲངས་བཅུ་དྲུག་ནས་ད་བར་སྐྱེ་འགྲོ་སྤྱི་དང་ཁྱད་པར་དུ་བོད་གངས་ཅན་ལྗོངས་ཀྱི་བསྟན་སྲིད་མི་རིགས་ཀྱི་བདེ་དོན་སླད་དུ་བཀའ་དྲིན་བླ་མེད་དུ་བསྐྱངས་པས་སྐུའི་གསང་བ་གསུམ་གྱི་མཛད་འཕྲིན་མུ་མཐའ་མེད་པ་བསྐྱངས་དང་སྐྱོང་བཞིན་པ་རྣམས་ལ་བོད་མི་ཡོངས་ཀྱི་བཀའ་དྲིན་བླ་མེད་དུ་ཆེ་ཞུ་དང། མགོན་པོ་གང་ཉིད་སྐུ་ཚེ་བསྐལ་པར་བརྟན་ཅིང་མཛད་འཕྲིན་མུ་མཐུ་མེད་པ་སྐྱོང་བཞིན་ཡོང་བའི་གསོལ་འདེབས་ཞུ་རྒྱུ་དང་བདག་ཅག་གཞིས་བྱེས་བོད་མི་ཡོངས་ཀྱི་དམ་ཚིག་འོ་ཆུ་གཅིག་སྒྲིག་ངང་མགོན་པོ་གང་ཉིད་ཀྱི་ཐུགས་བརྩེའི་བཀའ་སློབ་ལམ་སྟོན་དུས་རྟག་ཏུ་སྙིང་བཅངས་ཀྱིས་ལག་བསྟར་ཉམས་ལེན་ཞུ་རྒྱུ་བཅས་སོགས་འཁོད་ཡོད་པ་རེད། མགོན་པོ་མཆོག་ཉིད་ཀྱིས་སྐུ་ན་ཤིན་ཏུ་ཕྲ་བའི་དུས་ནས་བོད་བསྟན་སྲིད་ཀྱི་ཐུགས་འགན་བདག་གིར་བཞེས་པ་ནས་ད་ཆ་གཤིས་ལུགས་དགུང་གྲངས་བརྒྱ་བཅུ་དགའ་བ་འཕེལ་ཀྱང་གཤེན་སྒྲོག་གཤིས་དང་ཞེ་དྲག་བོད་འབངས་རྣམས་ལ་ཁྲེལ་དང་ཡུན་གྱི་བདེ་སྐྱིད་ཕུན་སུམ་ཚོགས་པ་འབྱུང་སླད་སྐུ་ངལ་བརྒྱ་ཕྲག་ལྷོད་སྐྱེས་ཀྱིས་བསང་གསོལ་མཛད་འཕྲིན་བཟང་པོ་མུ་མཐའ་མེད་པ་བསྐྱངས་དང་སྐྱོང་བཞིན་པ་རྣམས་ལ་གུས་བཀྱག་བོད་མི་ཧྲིལ་བོ་གནའ་དེང་ཡོངས་ཀྱི་ཐུགས་རྗེ་དང་བཀའ་དྲིན་བླ་ན་མེད་པ་ཆེ་ཆེ་ཆེ་ཞེས་ཞུ་རྒྱུ་དང་ད་ལྟའི་བཀའ་དྲིན་རྣམས་དུས་རྟག་ཏུ་རྗེས་མའི་སྙིང་བཅངས་ཞུ་རྒྱུ་གཉིས། བདག་ཅག་བོད་འབངས་རྣམས་ཀྱི་བདེ་སྐྱིད་དང། རྩ་བའི་ད་ལན་སྤྱི་འཐུས་ལྷན་ཚོགས་ནི་གྲོས་ཚོགས་སུ་བསྣམས་ཕེབས་པའི་གཞུང་འབྲེལ་གྲོས་ཆོད་ཀྱི་དུས་ཚོད་དེ་ཡང་སྔར་ལོའི་གསུམ་བཅུའི་དུས་དྲན་སྐབས་སྲིད་སྐྱོང་བློ་བཟང་སེང་གེ་མཆོག་ནས་སྤྱི་ལོ་ཉིས་སྟོང་བཅུ་བཞི་ལོ་དེ་བཞིན་རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་ལོར་སྲུང་བརྩི་ཞུ་རྒྱུ་ཡོངས་བསྒྲགས་བྱས་པ་བཞིན་སྲུང་བརྩི་ཞུས་ནས་ལོ་འཁོར་མོ་གཅིག་འཁོར་བའི་དུས་མཚམས་ཤིག་ཀྱང་འཁེལ་གྱི་ཡོད་པ་རེད། སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་སྤེན་པ་ཚེ་རིང་མཆོག་གིས་ད་རེས་གྲོས་ཚོགས་སུ་སྤྱི་འཐུས་ལྷན་ཚོགས་ངོས་ནས་གཞུང་འབྲེལ་བཀའ་དྲིན་རྗེས་དྲན་གྱི་གྲོས་ཆོད་འདི་གྲོས་ཚོགས་ནང་ལས་ཁེ་ཁང་གང་ལ་གཟིགས་ནས་འཁེལ་ཡོད་མེད་གསལ་བཤད་གནང་ཡོད་པ་རེད།

ད་རིང་དེ་ཁེལ་འོང་པ་རེད་ཨང་ད་རིང་དེའི་ནང་ལ་ཡང་བགྲོ་གླེང་ཞུ་བའི་ཁ། ལྷག་པར་དུ་འདས་པའི་བདུན་ཕྲག་དེའི་ནང་གི་གྲོས་ཚོགས་ཀྱི་ལས་རིམ་ཁྲོད་གསར་འགྱུར་བརྒྱུད་ལམ་དང་སྤྱི་ཚོགས་ཀྱི་དྲ་ལམ་དུ་རྒྱ་ཁྱབ་བྱུང་བ། དེ་བཞིན་མང་ཚོགས་ཁྲོད་ལ་སེམས་འཚབ་དང་དོགས་སློང་ཆེན་པོ་བྱུང་བའི་གནས་ཚུལ་ཞིག་ནི། གྲོས་ཚོགས་ཚོགས་དུས་དགུ་པའི་ལས་ཉིན་བཞི་པའི་ཚོགས་ཐེངས་གཉིས་པའི་སྐབས་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་ནས་གྲོས་ཚོགས་ཀྱི་ལས་རིམ་ནས་ཕྱིར་འཐེན་བྱས་པའི་གནས་ཚུལ་འདི་ཆགས་ཡོད་པ་རེད། གནད་དོན་དེ་ཡང་འདས་པའི་གྲོས་ཚོགས་ཀྱི་ལས་ཉིན་གསུམ་པའི་ཁྲོད་གྲོས་ཚོགས་འཐུས་མི་རྣམས་ནས་བོད་མི་རང་ལུས་མེ་སྲེག་གནང་མཁན་ཚོས་དབུས་པའི་ད་ལྟའི་བོད་ནང་གི་རྫ་དྲག་གནས་དང་ཐོག་གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་ལ་སྤྱི་མོས་ཐོག་ནས་གཏན་འབེབས་གནང་བའི་བརྒྱུད་རིམ་ཁྲོད་འཐུས་མི་རྣམས་ནས་ཚོགས་ཞུགས་ཆེན་པོ་དང་བཅས་གྲོས་ཆོད་དེའི་སྟེང་བགྲོས་གླེང་བཀའ་བསྡུར་ཞིབ་ལྷུག་གནང་ཡོད་པ་དང་ལྷག་པར་དུ་སྐབས་དེའི་སྤྱི་འཐུས་བསྟན་པ་ཡངས་འཕེལ་ལགས་ཀྱིས་བགྲོས་གླེང་གི་ཆ་ཤས་ཞིག་སྟེ་བཀའ་མོལ་གསུང་འཕྲོས་སུ་ད་ལྟའི་གྲོས་ཚོགས་ར་བ་དེའི་ནང་ལ་ཡ་གཅིག་རྒྱུ་སྒེར་དག་དང་ལྐོག་ཟ་རུལ་སུངས་དེ་བཞིན་མི་གསོད་ཁྲག་སྦྱོར་བྱེད་མཁན་ཡོད་སྐོར་གསུངས་པའི་གནས་ཚུལ་ཞིག་ལྷག་ཡོད་པ་དང། སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་གིས་ལས་རིམ་གྱི་ཁྲོད་སྤྱི་འཐུས་དེ་གཉིས་ཀྱིས་གང་གསུངས་པ་ལས་ཁུངས་སྐྱེལ་མེད་ཚེ་གྲོས་ཚོགས་ཀྱི་དེབ་ཐེར་ནས་ཕྱིར་འཐེན་གནང་རྒྱུ་བཀའ་གནང་ཡོད་པ་རེད། འོན་ཀྱང་གྲོས་ཚོགས་ཀྱི་ལས་ཉིན་བཞི་པའི་ཐོག་རྩིས་ལོ་དེའི་ལས་ཁུངས་ཁག་གི་རྩིས་འགོ་གཏན་འབེབས་གནང་བའི་ཁྲོད་ཆེས་མཐོའི་ཁྲིམས་ཞིབ་ཁང་གི་རྩིས་འགོའི་སྐོར་ལ་ཡ་བཀའ་བསྡུར་གནང་བའི་ཁྲོད། ཉེ་སྔོན་གྲོས་ཚོགས་སྐབས་གནས་ཚུལ་ལྷག་ཡོད་པ་དེའི་སྐོར་ལ་ཡ་འབྲེལ་ཡོད་སྤྱི་འཐུས་ནས་གྲོས་ཚོགས་ནང་སླར་ཡང་གླེང་ཡོད་པ་རེད།
གྲོས་ཚོགས་ར་བ་འདིའི་ནང་ལ་ཡོད་རེད། ཆེས་མཐོའི་ཁྲིམས་ཞིབ་ཁང་གི་བཅད་ཁྲ་བཏང་ནས། ཅི་བྱེད་དགེ་རྟགས་ཡིན་པ་གསལ་པོ་གསལ་རྐྱང་བྱས་ཡ་བ་དེ་གྲོས་ཚོགས་ར་བ་འདིའི་ནང་ལ་ཡོད་པ་རེད། ངས་དེར་ངོ་འཛིན་ཞུ་གི་ཡོད་ཟེར་ཏེ་ཞུས་པ་ཡིན། གཉིས་པ་དེ། སྐུ་གཟའ་རུ་གསུམ་བྱེད་མཁན་ཟེར་དེ་རེད་སྤྱི་ཚོགས་ནང་ལ་ཡོད་ཆོག་གི་རེད་ང་ཚོ་གྲོས་ཚོགས་ནང་ལ་ཡོད་རེད་ཟེར་ནས་ཞུས་པ་རེད། སྐབས་བཅོ་ལྔ་པ་གི། དེ་ནས་སྤྱི་འཐུས་ལྷན་ཚོགས་ཀྱི་ནང་ངོས་ལ། ཨ་ནི་སྐུ་གཟའ་རུ་གསུམ་གྱི་གནས་སྟངས་ཀྱི་འབྲེལ་བ་ཆགས་ནས་མདོ་སྨད་ཀྱི་སྤྱི་འཐུས་བར་མི་འོས་བསྡུ་བྱུང་དགོས་ཡག་གི་གནས་ཚུལ་ཅིག་བྱུང་བ་རེད། དེ་བཞིན་ཞུས་པ་ཡིན། གསུམ་པ་དེ་མི་སེར་ཁྲལ་སྦྱོར་ཟེར་བ་དེ་ནི་ང་ཚོའི་སྤྱི་ཚོགས་ནང་ལ་བྱུང་བ་རེད། ཉེ་ཆར་རང་ལ་བྱུང་བ་རེད། ལྡི་ལི་མན་ཇུ་ཏྲ་ལ་ལ་མི་སེར་ཁྲལ་སྦྱོར་བྱས་ནས་ནི་ཁྲལ་སྐམ་ཡོད་མ་རེད་ཟེར་ན་འགྲིག་འདུག་བ། དེ་འདྲ་གི་གནས་སྟངས་ཆགས་ཡོད་བ། དེ་ག་ནང་བཞིན་གྲོས་ཚོགས་ར་བ་འདི་གི་ནང་ལ་ཡོད་རེད་ཟེར་ནས་ལབ་ནས་ཞུས་ཆོག་པ་རེད། སྐབས་བཅུ་གསུམ་པ་གི་སྐབས་ལ་ནི་མི་སེར་ཁྲལ་སྦྱོར་གྱི་སྙུག་གླེང་དང་འབྲེལ་ནས་ཨ་ནི་དཀའ་བླངས་ལ་ཕེབས་མ་གཏོགས་ཉིན་གྱི་གང་ཟག་དེ་གྲོགས་ཚོ་ར་བ་འདི་ནང་ལ་ཡོད་རེད། སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་གིས་སྐབས་མཚམས་དེ་གར་གོང་གི་གནད་དོན་ཐོག་ལ་གསལ་བཤད་དང་སྦྲགས་སྐབས་བཅོ་གསུམ་པའི་བཀའ་ཤག་སྐབས་བཀའ་བློན་དུ་ཕེབས་ཐུབ་མེད་པ་དེ་ཚོགས་གཙོ་རང་ཉིད་ཆགས་ཀྱི་ཡོད་སྟབས། གྲོས་ཚོགས་དེའི་ནང་ལ་ཚོགས་གཙོས་མི་གསོད་པའི་བསྙོན་འཛུགས་བྱས་པར་བརྟེན་ཁོང་ཚོགས་གཙོའི་ལས་གནས་ནས་དགོངས་པ་ཞུ་ཡག་མ་གཏོགས་གཞན་ལམ་གང་ཡང་མི་འདུག་ཅེས་གསུངས་ནས་གྲོས་ཚོགས་ཀྱི་ལས་རིམ་ནས་ཆེད་འདོན་གནང་ཡོད་པ་རེད། ཉིས་སྟོང་གསུམ་ལ། བཀའ་བློན་དགོས་གཞི་ན་སླད་ཆེ། སླད་མ་ཐུ་ཡ་དེ་ཚོགས་གཙོས་མི་བསད་རེད་བཞིན། ད་རིང་བཀུར་འོས་སྤྱི་འཐུས་གཅིག་གི་འགན་ཁྱེར་ནས་བཤད་གི་ཡོད་བཞིན་འདི་གསུང་གི་ཡར། འདི་གསུང་ཡག་གི་བློ་བབ་ཡོད་ན། གྲོས་ཚོགས་ཕྱི་ལོག་ལ་གསུང་རོགས་གནང། ཨན་དེ་དང་དེ་ལྟ་བའི། ཚོགས་གཙོ། ང་སྤེན་པ་ཚེ་རིང་ངོས་ནས། གར་བྱེད་དགོས་ཀྱི་འདུག་ནས། འོ་ད་ཁྲིམས་ཁང་ག་འདྲ་ཅིག་འགྲོ་དགོས་ཀྱི་འདུག་ནས་ངས་འགྲོ་གི་ཡིན་ཞེས་འདི་ཐག་གཅོད་ནས་བཤད་ཀྱི་ཡོད། ག་རེ་ཟེར་ན་དེའི་སྐབས་ལ་སྤྱི་འཐུས་གཅིག་གིས་ང་ལ་སྐྱོན་བརྗོད་དེ་འདྲ་བྱས་པ་རེད། ཡིན་ནས་དེའི་སྐབས་ད་ག་རང་ལ་ཚོགས་གཙོ་དེའི་སྐབས་དེ་ང་སྤྱི་འཐུས་དཀྱུས་མ་ཞིག་རེད། ཡིན་ནས་ངས་གང་བྱས་ཐུབ་མ་སོང། ངས་འདི་གྲོས་ཚོགས་ཀྱི་འགྲོ་ལུགས་འདི་ཚོ་རྩིས་ནས་གང་བྱས་ཐུབ་མ་སོང། དོ་བདག་ཁོ་རང་ལས་ལབ་པ་ཡིན་ཁྱེད་རང་བློ་ཁོག་ཡོད་ན་གྲོས་ཚོགས་ཕྱི་ལོགས་ལབ་ཞུ་ཨཱ། དེ་ནི་ང་གཉིས་ག་བ་གཏུག་གཏུག་རྒྱུ་རེད་ཟེར་གྱིན་དེ་ལབ་ཡོད། ཁོ་རང་གི་གྲོས་ཚོགས་ཕྱི་ལོགས་ལ་རླུང་འཕྲིན་གནང་ལོ་གསུངས་མ་སོང་གང་ཡང་གསུངས་མ་སོང། གྲོས་ཚོགས་ཕྱི་ལོགས་ཐུང་བ་ཡིན་པ་ཡིན་ན་ཨ་ནི་ངས་གཏུག་ས་ཅིག་ལ་གཏུག་གི་རེད། དེ་ངས་ཐག་གཅོད་ནས་བྱེད་ཀྱི་རེད། གྲོས་ཚོགས་འདིའི་རྗེས་མ་དེ་ལ་ང་རང་ཡར་ལངས་ནས་གྲོས་ཚོགས་དེ་ནང་གསལ་བཤད་བྱས་ཡོད། གནས་སྟངས་ག་རེ་ཡིན་མེད། མི་གཅིག་གིས་མི་བསད་རེད་ཟེར་ཡ་དེ་ལས་སླ་པོ་སྐད་ཆ་མ་རེད། ལས་སླ་པོ་སྐད་ཆ་མ་རེད། འདི་བསམ་བློ་བཏང་ནས་སྐད་ཆ་བཤད་འོ་རེད་མ་གཏོགས་གཅིག་གིས་གཅིག་རེད་གཞན་པ་མི་གསོད་ཁྲག་སྦྱོར་ག་རེ་བྱུང་ཡོད་མེད་ད་ཁ་ཚང་སྐད་ཆ་བཤད་སྟངས་འདི་མི་གསོད་ཁྲག་སྦྱོར་ལྐོག་ཟ་རུལ་སུངས་ཨ་ནི་སྤྱི་རྒྱུ་སྒེར་བདག་མཉམ་དུ་འདྲེས་ནས་གྲོས་ཚོགས་ར་བ་དེ་ནང་ལ་ཡོད་རེད་ཟེར་བསམ་པ་ད་ད་རིང་རྒྱུ་མཚན་འདི་བཤད་གི་ཡོད་རེད་པ་ཚོགས་གཙོས་མི་བསད་པ་རེད་ཟེར་བཤད་གི་ཡོད་རེད་པ་དེ་ཡིས་བསམ་བློ་བཏང་དགོས་ཡ་ཅི་རེད་ད་སྤྱི་འཐུས་གཅིག་གིས། འདི་ཤེས་ཀྱི་ཡོད་རེད། བློ་སྤོབས་དང་ལྡན་པའི་ཐོག་ནས་བཤད་ཡ་ཡོད་པ་ནི་གྲོས་ཚོགས་ཕྱི་ལོགས་བཤད་རོགས་གནང་ཟེར་ནས་ངས་དེ་ཞུ་གི་ཡོད་དེ་མ་གཏོགས་ཅི་དགེ་བསྔོ་ན་བྱེད་ན། ངས་ད་ལྟ་དེ་དེབ་དེབ་ཅིག་བརྒྱབ་བྱས་ཡོད། བསྙོན་འཛུགས་དེ་འདྲ་ཅིག་བྱས་འོང་དུས། ཚོགས་གཙོའི་ལས་གནས་ནས་དགོངས་པ་ཞུ་ཡ་མ་གཏོགས་ཅི་དགེ་ལང་ཁ་གང་ཡང་མི་འདུག་དེ་ཡིན་ཚོམ་པ། ད་ད་ལྟ་སྐད་ཆ་འདི་ཤུགས་ཆེར་ཆེར་འགྲོ་ཡ་གི་ལམ་ཁ་ཅིག་སྟོན་གྱི་འདུག་དེ་ཡིན་ཚོམ་པ་ང་ཚོགས་གཙོ་ལས་གནས་ནས་དགོངས་པ་ཞུ་འགྲོ་ཡ་ཡིན་ཞུ་ཡ་ཡིན།
སྐབས་དེ་གྲོས་ཚོགས་ཀྱི་ཚོགས་ཐུན་ཐོག་གནས་ཚུལ་དེ་ལྟར་ལྷག་པའི་རྗེས་ཉིན་རྒྱབ་གསོལ་ཇའི་བར་གསེང་བར་ཡ་སྤྱི་འཐུས་ཚོགས་གཞོན་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གི་གཙོ་སྐྱོང་འོག་གྲོས་ཚོགས་ཀྱི་ལས་རིམ་མུ་མཐུད་གནང་ཡོད་རུང། གསོལ་ཇའི་བར་གསེང་གི་རྗེས་ལ་ཡ་སྤྱི་འཐུས་རྣམ་པ་བཞུགས་མོལ་ཚོགས་འདུ་འཚོགས་གནང་ཡོད་པ་དང། དེའི་རྗེས་ཚོགས་དུས་ལས་ཉིན་ལྔ་པའི་ཚོགས་ཐུན་སྐབས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་ཆེད་ཕེབས་ཀྱིས་ཉིན་སྔོན་མའི་གྲོས་ཚོགས་ནང་བྱུང་བའི་གནས་ཚུལ་སྐོར་ཡ་གསལ་བཤད་སྙིང་བསྡུས་ཤིག་གནང་སྟེ་སྔོན་རྩིས་ཀྱི་གྲོས་ཚོགས་ལས་རིམ་མུ་མཐུད་ནས་གནང་ཡོད་པ་རེད། ཁེ་ས།
བོད་དམངས་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་གྱི་བྱུང་རིམ་དང་འབྲེལ་ཚོགས་གཙོས

རེ་འདུན་ཅིག་བཏོན་གནང་བ་རེད། དེའི་རྗེས་ལ་ཡང་ཉིན་གུང་རྒྱབ་ལ། སྤྱི་འཐུས་ནམ་རྒྱུན་ནང་བཞིན་ཕྱིན་ནས་ཚོགས་འདུ་གཞོན་པའི་སྟངས་འཛིན་གནང་ནས། ཆུ་ཚོད་གསུམ་པ་བར་དུ་གྲོས་ཚོགས་འཚོགས་པ་རེད། དེ་ནས་ཆུ་ཚོད་བཞི་པ་ནས་གསུམ་དང་ཕྱེད་ཀ་ནས་ལྔ་བ་བར་དུ་སྤྱི་འཐུས་རྣམ་པ་ཚོས་བཞུགས་མོལ་ཚོགས་འདུ་གནང་ནས་གནང་ཡོད་རེད། གཞུང་མོལ་ཚོགས་འདུའི་ནང་ལོགས་ལས། ཅི་འདི་རྣམ་པ་ཚོའི་བཀའ་མོལ་ལྷུག་པོ་གནང་ནི། འདིའི་མཐའ་མའི་དགོངས་ཚུལ་ག་རེ་ཡོད་པ་དེ་ང་ལ་ཡང་ཚོགས་གཙོ་གཞོན་པས་གསུངས་སོང། དེ་ཡིན་དུས་ད་ནམ་གཞོན་པ་ལ་ཡང་བཤད་པའི་སྐབས་ལ་མཁྲེགས་བཟུང་བྱེད་རྒྱུ་ཡོད་མ་རེད། ཁོག་པ་ཆེ་ས་ཆེ་བོ་རེད། སྤྱི་ཚོགས་ནང་ལོགས་ལ་ཡང་གནས་ཚུལ། དེ་འདྲ་ཆུང་གསུམ་འདྲ་མི་འདྲ་ཡོང་གི་རེད། དེ་འདྲ་ཡོང་པའི་སྐབས་སུ་གནས་ཚུལ་ཆེན་པོ་འཛུགས་ཆུང་ཆུང་བཟོ་ཡ་དང། ཆུང་ཆུང་མེད་པ་བཟོ་དགོས་རེད་ཅེས་ནི་ནམ་རྒྱུན་བཤད་བསྡད་མཁན་ཅིག་ཡིན་པས་སོང་ཙང། ད་རིང་དེ་ཚོ་ཚོས་ད་མཁྲེགས་བཟུང་བྱས་བྱས་བསྡད་པ་ཡིན་ན། གྲོས་ཚོགས་དང། མང་ཚོགས་ནང་ལོགས་ལ་ཡ། བརྡབ་གསིག། བརྡབ་གསིག་ག་ལ་གང་འཚམ་ཅིག། འཕྲད་ས་རེད་བསམ་པའི། བསམ་ཚུལ་ཅིག་བྱུང། ད་ནང་བཞིན་གྱི། གྲོས་ཚོགས་གལ་སྲིད་ཡང་ཚོགས་མ་ཐུབ་པའི་གནས་སྟངས་དེ་འདྲ་ཆགས་པ་ཡིན་ན། སྔོན་རྩིས་ཀྱི་གྲོས་ཚོགས་རེད། ད་རིང་གྲོས་ཚོགས་དེ་ནས་སྔོན་རྩིས་གཏན་འབེབས་བྱེད་མ་ཐུབ་པ་ཡིན་ན། ཨ་ནི་འཛིན་སྐྱོང་བཀའ་ཤག་གིས་སྤྱི་ཟླ་བཞི་པའི་ཚེས་གཅིག་ནས། ལས་ཀ་ཁོ་རང་རེད། ང་ཚོ་བཅའ་ཁྲིམས་བསྐྱར་བཅོས་ཕྱིན་པ་ནས་ཕྱིས་ནི། བཀའ་རྩ་ཁྱབ་བསྒྲགས་ཀྱི་ལང་ཀ་དེ་ཡང་ཡོད་མ་རེད་དེ་ཡིན་པས་སོང་ཙང། ཨ་ནི་དེའི་ལས་དོན་ལམ་ལྷོང་ཡག་པོ་ཅིག་འགྲོ་ཡ་གཅིག་རེད་ཨ་ནི་ལྷག་པར་དུ། ད་ལྟ་བོད་ནང་ལོགས་ལ་ཡ། དུས་ཚོད་བོད་ནང་ལོག་ལས་གནས་སྟངས་ད་སྡུག་པོ་ཡིན་པ་འདི་ག་ཚེ་ང་ཚོ་ཉིན་མ་གཉིས་གསུམ་ཅིག་བགྲོ་གླེང་བྱེད་སྲིད་པ་རེད། གཉན་འཕྲང་གི་དུས་ཚོད་དེ་འདྲའི་ཞིག་ནང་ལོག་ལས་ཡ་བོད་གཞིས་ལུས་མི་དམངས་ཚོ་བློ་ཕམ་བྱུང་བ་ཡིན་ན་ཏག་ཏག་ཞིག་དེ་གི་མི་འདུག་ཨ་ནི་བཀའ་ཤག་གིས་གསུངས་པའི་སྐབས་ལས་དེ་གསུངས་པ་རེད། ཨ་ནི་བོད་ནང་ལོག་ལས་མི་དམངས་ཀྱིས་ང་ཚོ་དེ་བོད་མི་སྒྲིག་འཛུགས་ལ་རེ་བ་ཞིག་བརྒྱབ་བསྡད་ཀྱི་ཡོད་རེད། ཨ་རེ་བ་བརྒྱབ་བསྡད་ཀྱི་ཡོད། འོ་ནི་དགོངས་པ་རྒྱ་ཆེ་ཞེས་བཤད་རོགས་གནང་ཞེས་ནི་དེ་གསུངས་པ་རེད་དེ་ཚོའི་སེམས་ལ་གཞི་བཞག་པ་ཡིན་ད་ནང་བཞིན་གནས་ཚུལ་དེ་བྱུང་བའི་རྗེས་ལ་ཡང་མང་ཚོགས་ནང་ལོགས་ནས་ས་ཆ་མང་པོ་ཅིག་ནས་ཚོགས་གཙོ་ལ་ཡང་ཐད་ཀ་ཁ་བ་བཏང་ཡོད་བྱུང་མང་ཚོགས་སེམས་འཚབ་ཞུ། ཐ་ན་ཤིང་བོད་ནས་གོང་འོག་མ་ཤུ་རི་ཆེན་སི་ཅན་ནི་ཐད་ཀར་ཚོགས་གཙོ་ལ་ཞུ་ངེས་མ་བྱུང་དེ་ཡིན་ནས་བརྒྱུད་ནས་དེ་འདྲའི་ཞུ་ངེས་དེ་འདྲ་བྱུང་སོང། འདི་གའི་ཚང་མ་གཞི་བཞག་པའི་ཐོག་ནས་ཚོགས་གཙོའི་དགོངས་པ་མ་ཞུ་ཡ། ཐག་གཅོད་ཆེད་ད་རིང་གྲོས་ཚོགས་ལ་བཅར་དགོས། རྒྱུ་མཚན་སུ་རུ་དེ་ཡིན། ད་རིང་གི་ད་རིང་གི་ལས་རིམ་དང་པོ་དེ་དྲི་བ་དྲི་ལན་བསྐར་བ་དེ་ཡིན་དྲི་བའང་བསྐར་ད་ཅིང་དྲི་བའང་ཞི་བ་དེ་ག་རླུང་འཕྲིན་ཁང་ནས་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་ལ་ཁོང་ལ་བརྙས་བཙུགས་བྱུང་བའི་གནད་དོན་དང། དེ་བཞིན་སྐབས་དེའི་གནས་ཚུལ་དེའི་ཐོག་གྲོས་ཚོགས་ནང་དུ་ཞི་འཇམ་བྱུང་ཚུལ་སྐོར་ལ་ཡང་འདི་གའི་གསར་འགོད་པས་བཅར་འདྲི་ཞུས་པར། ཁོང་གི་གསུང་བཤད་ནང་གང་གསུངས་པ་ལས་ཁ་སྣོན་གང་ཡང་མེད་པ་བཀའ་གནང་ཡོད། ཐེངས་འདིའི་གྲོས་ཚོགས་ཀྱི་ལས་ཉིན་བཞི་པའི་སྐབས་བྱུང་བའི་གནས་ཚུལ་དེ་བྱུང་འབྲས་བོད་མིའི་སྤྱི་ཚོགས་དང་ལྷག་པར་དུ་དྲ་རྒྱའི་བརྒྱུད་ལམ་མང་དག་ཞིག་གི་ཐོག་བོད་མི་རྣམས་ནས་ཚོར་ཤུགས་ཆེན་པོ་དང་རྗེས་གནས་ཚུལ་དེའི་ཐད་བློ་ཕམ་དང་དེས་རྐྱེན་པས་བོད་ནང་བརྡ་ལན་ནོར་བ་ཞིག་འགྲོ་སྲིད་པའི་ཐུགས་འཚབ་ཡང་གནང་མཁན་འདུག་ལ། ལྷག་པར་དུ་འདི་ག་རླུང་འཕྲིན་ཁང་ལ་ཡ་ཐེ་ཁ་ཞེས་པ་བརྒྱུད་ནས་བསམ་ཚུལ་གསུང་མཁན་ཡང་བྱུང་སོང། ཡང་ཕྱོགས་གཞན་ཞིག་ནས་མང་ཚོགས་ཁ་ཅིག་ནས་གནས་ཚུལ་འདིར་དམངས་གཙོའི་ཁྱད་ཆོས་སུ་འགྲེལ་བརྗོད་གནང་མཁན་ཡང་འདུག། གཞན་ཡང་ད་ལན་འདས་པའི་བདུན་ཕྲག་དེའི་ནང་གི་གྲོས་ཚོགས་སུ་འདི་ལོའི་སྔོན་རྩིས་ཐོག་ལ་བགྲོ་གླེང་དང་གཞུང་འབྲེལ་གྲོས་ཆོད་གྲོས་འཆར་གཏན་འབེབས་ཙམ་མ་ཟད། རང་ཁུངས་ལས་རྗེས་ཀྱི་བདེ་དོན་སྐོར་དང་བོད་ཀྱི་ཐུན་རིང་སློབ་གཉེར་ཁང་ཡར་རྒྱས་གཏོང་ཕྱོགས། དོན་ཁང་ཁག་གི་རྒྱ་རིགས་དམིགས་བསལ་འབྲེལ་མཐུད་པའི་ལས་དོན་སྐོར། ས་གནས་རང་བདེན་ཚོགས་ཆུང་གི་འཐུས་མི་རྣམས་ལ་ཟབ་སྦྱོང་གོ་སྒྲིག་གནང་ཕྱོགས་ཀྱི་གནད་དོན་དང། དེ་བཞིན་རྒྱ་གར་ནས་ཕྱི་རྒྱལ་ཡུལ་གྲུ་ཁག་དང་དེ་ནས་བོད་ནང་དུ་ཕར་བསྐྱོད་ཚུར་ལོག་བྱེད་པའི་གནས་ཚུལ་དེར་སྔར་ལས་མང་དུ་འགྲོ་བཞིན་པའི་སྐོར་དང། བོད་ནས་ཕེབས་པའི་ན་གཞོན་ཚོར་ལས་རིགས་སྦྱོང་བརྡར་གྱི་ལས་གཞི་སྔོན་རྩིས་སྐོར། དེ་བཞིན་ཆབ་སྲིད་བཙོན་སྲུང་སོགས་ལ་སྡོད་ཁང་དང་ས་ཞིང་ཉོ་སླད་སྐོར་སོགས་དང་འབྲེལ་བའི་སྐར་རྟགས་ཅན་གྱི་དྲི་བ་དང། བུད་མེད་ནུས་སྟོབས་གོང་འཕེལ་དང་འབྲེལ་བའི་ཐུགས་སྣང་གཞེན་སྐུལ་གྱི་གྲོས་ཆོད་གྲོས་འཆར་སོགས་བསྣམས་ཕེབས་ཡོད་པ་རེད།
གཞན་ཡང་ད་ལན་འདས་པའི་བདུན་ཕྲག་དེའི་ནང་གི་གྲོས་ཚོགས་སུ། འདི་ལོའི་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་འདི་བྱེད་པའི་སྔོན་རྩིས་ཐོག་བགྲོས་གླེང་དང། གཞུང་འབྲེལ་གྲོས་ཆོད་གྲོས་འཆར་གཏན་འབེབས་ཙམ་མ་ཟད། རང་ཁུངས་ལས་བྱེད་ཀྱི་བདེ་དོན་སྐོར། བོད་ཀྱི་ཐུན་རིན་སློབ་གཉེར་ཁང་ཡར་རྒྱས་གཏོང་ཕྱོགས། དོན་ཁང་ཁག་གི་རྒྱ་རིགས་དམིགས་བསལ་འབྲེལ་མཐུད་པའི་ལས་དོན་སྐོར། ས་གནས་རང་བདེན་ཚོགས་ཆུང་གི་འཐུས་མི་རྣམས་ལ་ཟབ་སྦྱོང་གོ་སྒྲིག་གནང་ཕྱོགས་ཀྱི་གནད་དོན། དེ་བཞིན་རྒྱ་གར་དང་ཕྱི་རྒྱལ་ཡུལ་གྲུ་ཁག་དང་དེ་ནས་བོད་ནང་དུ་ཕར་སྐྱོད་ཚུར་ལོག་བྱེད་པའི་གནས་ཚུལ་དེ་སྔ་ལས་མང་བ་འགྲོ་བཞིན་པའི་སྐོར། བོད་ནས་ཕེབས་པའི་ན་གཞོན་ཚོར་ལས་རིགས་སྦྱོང་བརྡར་གྱི་ལས་གཞིའི་སྐོར་དང། དེ་བཞིན་ཆབ་སྲིད་བཙོན་ཟུར་སོགས་ལ་ཡང་སྡོད་ཁང་དང་ས་གཞི་ཉོ་སླའི་སྐོར། བོད་རྒྱ་ཞི་མོལ་གྱི་ལས་དོན་སྐོར་སོགས་སྐར་རྟགས་ཅན་གྱི་དྲི་བ་དང། གཞན་ཡང་བོད་མིའི་ནུས་སྟོབས་གོང་འཕེལ་དང་འབྲེལ་བའི་ཐུགས་སྣང་གཞེན་སྐུལ་གྱི་གྲོས་ཆོད་གྲོས་འཆར་སོགས་བསྣམས་ཕེབས་ཡོད་པ་རེད། ཁྱད་པར་དུ་བོད་ཀྱི་ཞི་མོལ་ཚོགས་ཆུང་གི་ལས་དོན་གནང་ཕྱོགས་སྐོར་དང་འབྲེལ་བའི་སྐར་རྟགས་ཅན་གྱི་དྲི་བ་དང་དེ་བཞིན་འཕྲོས་དོན་དྲི་བར། སྲིད་སྐྱོང་མཆོག་གིས་བོད་དོན་སེལ་བར་རྐང་རྒྱ་བོད་གཉིས་ཀར་རག་ལས་ཡོད་ཅིང་འོན་ཀྱང་ང་ཚོའི་ནུས་པ་འདེང་ངེས་མེད་པར་བརྟེན། རྒྱལ་སྤྱིའི་རྒྱབ་སྐྱོར་ནི་དགོས་ངེས་ཆགས་ཡོད་པ་མ་ཟད་ལྷག་པར་དུ་ཞི་བའི་ཐོག་ནས་རྩ་དོན་མཛོད་ཅིག་གྲུབ་འབྲས་སོན་པ་མང་ཆེ་བས་རྒྱལ་སྤྱིའི་རྒྱབ་སྐྱོར་ལེན་ཡོད་སྟབས་ཕྱོགས་གཉིས་དབར་གྱི་དཀའ་ངལ་སེལ་ཆེད་རྒྱལ་སྤྱིའི་འགྲོ་ལུགས་ནང་བརྒྱུད་ལམ་གཞན་རིགས་བེད་སྤྱོད་གནང་གི་ཡོད་སྟབས། ང་ཚོའི་ངོས་ནས་ཀྱང་དེ་དག་གནང་གི་ཡོད་མེད་གསུངས་མི་དགོས་པར་ང་ཚོས་དུས་རྟག་ཏུ་རྒྱལ་སྤྱིའི་འགྲོ་ལུགས་ལྟར་འབད་བརྩོན་གནང་གི་ཡོད་པའི་བཀའ་ལན་གནང་ཡོད་པ་རེད། ཨ་དང་ཨ་ནང་བཞིན་ད་ལྟའི་ཆར་ལ་ནི་གཞི་རྩའི་རེ་བོད་རྒྱ། དེ་མིན་གྱི་ལས་དོན་ཚོགས་ཆུང་ནང་ལ་བཀའ་བསྡུར་གནང་བའི་སྐབས་ལ་ཡིན་ད་ཡིན་ང་ཚོས་བཀའ་བསྡུར་ད་རེ་མ་མང་པོ་གནང་དགོས་དགོས་བ་རེད་གོ་ཐབས་བྱུས་དང་འབྲེལ་བའི་ག་རེ་ཡིན་ནའི་གནད་དོན་ག་རེ་ཡོང་སྲིད་པ་ཞིག་རེད་ག་རེ་ཡོང་མི་སྲིད་པ་ཞིག་རེད་སྡུག་པ་ཆགས་ནས་ག་རེ་ཡོང་གི་རེད་བཟང་ང་ཆགས་ནས་ག་རེ་ཡོང་གི་རེད་འགྲིག་ང་ཆགས་ནས་ག་རེ་ཡོང་གི་རེད་ཨ་ནི་ཁྲེས་ཕུ་རྒྱང་གསུམ་ལ་ག་རེ་ཡོང་གི་རེད་ཞེས་འདི་གས་ཚང་མ་བཀའ་བསྡུར་གནང་ས་ཡིན་འདོད་སྐབས་ལ་སྤྱི་ཡོངས་ནས་བཀའ་བསྡུར་གནང་བསྡད་ཀྱི་ཡོད་རེད་ཨ་འདི་ནང་ལ་ཚོགས་ཞུགས་པ་རྣམས་ཕན་ངེས་ཡིན་པ་ཡིན་ནའི་ཁས་བླ་ཞུས་པ་ནང་བཞིན་རེད་དུས་རྟག་ཏུ་རྒྱ་ནག་བོད་དོན་སྒང་གཙོ་བོ་ཐུགས་སྣང་གནང་བའི་ཐོག་ཡང་རྒྱལ་སྤྱིའི་ཐོག་ནས་ཡིན་པས་ཡིན་ནའི་ཡང་ཐུགས་སྣང་གནང་ངེས། ལུང་པ་ཁག་ཡུ་རོབ་གཙོས་པའི་ནང་ཐུགས་སྣང་གནང་ཆེད་བསྡད། གཟི་ཐང་འདི་ཡུ་རོབ་བྱེད་ཆེད་རྒྱ་ནག་གཟི་ཐང་དང་རྒྱལ་སྤྱི་ཐོག་ནས་རྒྱ་ནག་གཟི་ཐང་དང་རྒྱ་ནག་བྱེད་ཆེད་བོད་གཟི་ཐང་དང་བོད་བྱེད་ཆེད་རྒྱ་ནག་གཟི་ཐང་དེ་འགས་མང་པོ་ཅིག་ལ་གཟི་ངན་རྐྱང་རྐྱང་ཁེ་ངན་རྐྱང་རྐྱང་ཅིག་ང་ཚོས་ད་ལྟ་བར་དུ་ལས་དོན་ཚོགས་ཆུང་ནང་ཡོད་བྱད་ཅེས་ཞུ་བ་ཡིན། དེ་བཞིན་བོད་རྒྱ་ཞི་མོལ་ཚོགས་ཆུང་སྐོར་ལ་དྲི་བ་དྲིས་ལན་གནང་པའི་དེའི་ཁྲོད། གཞན་ཡང་སྲིད་སྐྱོང་མཆོག་ལ་བོད་མིའི་མིང་རྡུལ་མཚུངས་པའི་བསམ་འཆར་ཡིག་ཆ་ལ་འགྱུར་བ་སོང་ཡོད་མེད་དང། རྒྱ་ནག་གཞུང་གི་འགོ་ཁྲིད་ཚོས་དབུ་མའི་ལམ་ལ་རྒྱབ་སྐྱོར་གནང་གི་ཡོད་མེད། བོད་རྒྱ་ཞི་མོལ་ལས་དོན་ཚོགས་ཆུང་གི་ཚོགས་མི་བསྐོ་གཞག་དང་ལས་དོན་གནང་ཕྱོགས་སོགས་ཀྱི་ཐད་ལ་ཡང་དྲི་བ་ཞུ་མཁན་ཡང་བྱུང་ཡོད་སྟབས་སྲིད་སྐྱོང་མཆོག་གིས་བོད་མི་བསམ་འཆར་ཡིག་ཆ་ལ་འགྱུར་བ་གང་ཡང་མེད་པའི་ཐོག་འབྲེལ་མོལ་གྱི་གནད་དོན་དེ་སྲིད་ཇུས་མུ་མཐུད་ནས་རྒྱུན་སྐྱོང་གནང་མུས་ཡིན་པ་སོགས་བཀའ་གནང་ཡོད་པ་རེད། གཞི་རྩའི་སྐབས་བཅོ་ལྔ་པའི་བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དགུ་པ་དེ་ནི་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་བརྒྱད་བར་ཚོགས་ཀྱི་ཡོད་པ་དང་གཡུང་རྒྱུན་ལས་རིམ་ནང་ལ་ཡ་འདི་ལོའི་སྔོན་རྩིས་གྲོས་ཚོགས་ཐོག་ལ་བགྲོས་གླེང་དང་གཏན་འབེབས་མཛོད་པའི་ཕྱོགས་ནང་ཆོས་བརྒྱུད་ཀྱི་སྤྱི་འཐུས་དང་རྒྱ་བལ་འབྲུག་གསུམ་བོད་པའི་ཨེ་ཤ་ཡ་དང་ཨོ་སི་ཀྲོ་ལི་ཡ་དེ་བཞིན་ནེའུ་ཙི་ལན་བརྒྱུད་ཀྱི་སྤྱི་འཐུས་གཅིག་གི་ས་མིག་འགྲོལ་ཆོག་དེ་བཞིན་འོས་བསྡུའི་ཁྲིམས་སྒྲིག་བསྐྱར་བཅོས་དང་འཕྲོད་བསྟེན་བཀའ་བློན་མཆོག་གིས་ཕྱག་ལས་གནང་སྟངས་དང་འབྲེལ་བའི་ཐོག་སྤྱི་འཐུས་རྒྱུན་ལས་ནས་ཆེད་འཛུགས་བྱས་པའི་ཚོགས་ཆུང་གི་སྙན་ཐོ་སོགས་རིམ་པས་ཡོད་པ་རེད། གཞི་རྩའི་གྲོས་ཚོགས་ཀྱི་ལས་རིམ་ཁག་བོད་མིའི་སྒྲིག་འཛུགས་ཀྱི་དྲ་བརྙན་བརྒྱུད་ནས་ཐད་གཏོང་གནང་གི་ཡོད་རེད་ལྷག་པར་དུ་ང་ཚོའི་རླུང་འཕྲིན་ཁང་བརྒྱུད་ནས་གྲོས་ཚོགས་ཀྱི་ཉིན་རེའི་ལས་རིམ་ཁག་གསན་རྒྱུ་ཡོད་པས་དེ་དོན་རྣམ་པ་ཚོ་དགོངས་འཇགས་ཞུ། གལ་ཏེ་རྣམ་པ་ཚོ་ལ་ཡང་སྔོན་རྩིས་གྲོས་ཚོགས་ཐོག་ལ་ཡང་དོགས་འདྲི་ཁག་ཡོད་པ་ཡིན་ན་ང་ཚོའི་རླུང་འཕྲིན་ཁང་གི Voice of Tibet ངོ་དེབ་ཐོག་ལ་ཡང་གནང་སྐྱོང་ཡོང་བ་ཞུ། གྲོས་ཚོགས་གྲུབ་པའི་རྗེས་ལ་ཡང་ང་ཚོའི་རླུང་འཕྲིན་ཁང་ནས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་ལ་ཡང་སྔོན་རྩིས་གྲོས་ཚོགས་སྤྱི་ཡོངས་ཁོག་ལ་ཡང་གླེང་མོལ་ཞུ་བའི་ལས་རིམ་ཞིག་ཡོད་དེའི་ཐོག་ལ་ཡང་ཁྱེད་རྣམ་པ་ཚོས་ཀྱི་དོགས་འདྲི་ཁག་ཞུ་ཡས་ཀྱི་འབད་བརྩོན་ཞུ་གི་ཡིན། བཀྲ་ཤིས་བདེ་ལེགས།